ཁྱོད་རང་གཟུགས་པོ་རིང་པོ་ཡོད་དེ་གི་རིང་ཚེ་བྱི་གུ་ཆེན་པོ་ཡོད་དེ་གི་བྱི་ཚེ་ཁ་ན་གཤོང་གུ་དོ་མོ་མོ་གཤོང་གུ་ཡོད་དེ་གི་གཤོང་ཚེ་དེ་ང་རང་ཚོ་ཡག་པོ་ཚིག་འཇགས་ཡོད་དེ་ལོ་ལགས་སོ་ཚང་མ་ལོ་ཏྲེས་དེ་ལས་ད་ཐེ་རིང་ང་རང་ཚོ་འཛིན་གྲྭ་བཞི་པའི་གི་རིང་ཚེ་བྱི་ཚེ་གཤོང་ཚེ་དེ་གསུམ་དེ་འཇགས་ཡོད་དེ་ལོ་ཨིན་ཇི་སྐད་ནང་ཞུ་བ་ཡིན་ན length weight and capacity ལགས་སོ་ད་ང་རང་ཚོ་སློབ་ཚན་གི་ངོ་སྤྲོད་རུ་ཞུ་བ་ཡིན་ན་རིང་ཚད་རོའི་ཨིན་ཇི་སྐད་ནང་ལ length མི་ཁ་ཤས་གཟུགས་པོ་རིང་པོ་ཡོད་ཁ་ཤས་ཆུ་མཇུག་ཡོད་དུ་ལོ་རིང་པོ་ཡོད་ཁ་ཤས་ཐུང་ཐུང་ཡོད། དེ་ནས་ནི་མི་ཁ་ཤས་གཟུགས་པོ་ལྗིད་ཚད་ཆུང་པོ་ཡོད་ང་རང་ཞིག་ད་ལྟ་ལྗིད་གོ་ཆུང་པོ་འདུག་མི་ཁ་ཤས་ལྗིད་ཚད་དཔེ་ཉུང་ཉུང་ཡོད་རོ་ང་རང་ཚོ་འདི་མི་འདི་ཡང་པོ་བཞུགས་འདུག་ལེགས་འདུག་ཨ་ཡ། དེ་ནས་ནི་ཤོང་ཚད་ད་དེ་ཆུ་ལི་ཏྲ་ག་ཚོད་ཤོང་གི་རེད་འདི་ནང་སྒམ་འདི་ནང་ལ་དུ་ལོ་ག་ཚོད་ཤོང་གི་རེད་འདི་ཤོང་ཚད་དེ་ང་རང་ཚོ་འདི་གསུམ་འདི་ང་ལ་དོ་སྣང་བྱེད་ནི་ཅང་ང་ཡིན་འདུག་ལོ།

ད་ཚད་གཞིའི་ནང་ལ་ང་རང་ཚོ་རིང་ཚད་ནང་ལ་དམིགས་བསལ་ཚད་གཞི་ཡར་མར་འགྱུར་དགོས་ཡོད་སྲིད་ར་ཡ་ཆུང་བ་ནས་ཆེ་བ་ལ་འགྱུར་དགོས་ཡོད་སྲིད་རེད་མང་བ་ནས་ཉུང་བ་ལ་འགྱུར་དགོས་ཡོད་སྲིད་རེད་བྱས་ཙང་ད་འདི་དོ་སྣང་ཡག་པོ་ཅན་བྱས་འདག་མི་ལི་མི་ཏྲ་ནས་སན་ཏི་མི་ཏྲ་ལ་འགྱུར་ར་ཡིན་ན་མི་ལི་མི་ཏྲ་ག་ཚོད་ཡོད་ན་སན་ཏི་མི་ཏྲ་གཅིག་ཆགས་ཀྱི་རེད་ལ་ན་མི་ལི་མི་ཏྲ་བཅུ་ཡོད་ན་སན་ཏི་མི་ཏྲ་གཅིག་ཆགས་ཀྱི་རེད་ལ་ཨོ་ཁེ་ད་ནི་ངས་ཀྱིས་དེ་དོ་སྣང་བྱས་བྱས་ཏེ་དེ་ད་མའོ་ཞིག་ཐེང་དང་འོ་འདི་ཡག་པོ་ཟིན་ཟེར་ཡག་ལོ

དེ་ནས་མི་ཀྲ་གཅིག་སྟོང་བསྡོམས་པ་ཡིན་ན་ཀི་ལོ་མི་ཀྲ་གཅིག་བྱེད་ཀྱི་རེད། ཡང་ན་ཀི་ལོ་མི་ཀྲ་གཅིག་ལ་ག་ཚོད་ཡོད་རེད་མི་ཀྲར་མི་ཀྲ་གཅིག་སྟོང་དུ་ད་ལ། ཨོ་ཁེ། དེ་ཁྱོད་རང་ཚོ་མ་འཁྲུལ་བ་ཚར་གཅིག་དོ་སྣང་ཡག་པོ་བྱེད་ནས་བཞག་ཨ། ལོ། ད་དགེ་ལགས་ཀྱིས་དེ་ཁ་ཤས་ཀྱི་དཔེ་མཚོན་ཁ་ཤས་ཤིག་སྤྲད་ཡོད་དེ། ཀི་ལོ་མི་ཀྲ་གཅིག་ལ་མི་ཀྲ་གཅིག་སྟོང་ཀི་ལོ་མི་ཀྲ་གཉིས་ལ་གཉིས་སྟོང་རོ། གསུམ་ལ་ག་ཚོད་བྱེད་རེད་གསུམ་སྟོང། བཅུ་ལ་ག་ཚོད་བྱེད་རེད་ལ་ན་གཅིག་སྟོང་རང་རྐྱ་བྲིས་ངེས་དེ་འདྲས་འདུག་སྤུས་ཁ་ཤས་ཀྱི་རོ། ནོར་གྱི་འདུག། ནོར་གོར་ད་ལོ། གཅིག་ལ་བཅུ་གཅིག་སྟོང་ཡིན་ན།

ཡེ་ནས་ཚེགས་བཅད་ལ་ལྔ་བསྡུ་བ་ནི་ལྔ་སྟེ་དེ་ལས་ཤར་ལོ། ལེ་ལོ། རེ། དེ་ནས་གསུམ་ཚེགས་ལྔ་དྲུག་ཅིག་ཡིན་པ་ཡིན་ན་སུམ་སྟོང་སྟེ་ཁྲི། ནི་ལྔ་དེ་ཚེགས་ཀྱི་བརྒྱད་ལ་ཡིན་དུས་གསུམ་གྱི་བརྒྱད་ལ་ཡིན་དུས་གསུམ་གྱི་བརྒྱད་ལ་ལེ་གོ་དེ་གསུམ་ནི་ལྔ་དེར་ཁྲི་ཤར་ན་དུས་འཁོར་དེ་ལོ། འོ་ན་ཅི་ན་གར་ལ་བ་རེས་ལ་ན་མི་ཏྲ་ལྔ་བརྒྱ་རེས་ལ་དེ་དེ་མི་ཏྲ་ལྔ་བརྒྱ་དེ་དོ། མི་ཏྲ་ལྔ་བརྒྱ་དེ་གཅིག་སྟོང་ཆ་བ་ཡིན་ན་གོ་དེ་ཡར་འཕར་གི་རོ།

ར་བ་རང་བཞིན་གྱི་སླེ་དྲུག་ཏོ། གལ་སྲིད་དྲི་བ་འདིའི་མི་འདུག་བསམ་ན་སྐུ་དྲུག་བརྒྱ། དྲུག་བརྒྱ་ཡིན་པ་ད་ཧ་གོ་ར་མི་དྲ་དྲུག་རེད་དོ། མི་དྲ་དྲུག་དུ་ཕྱིས། དྲུག་གི་རྗེས་ལ་ལྔ་ཡིན་ཙང་སླེ་གོ་དུ་སུམ་ལྔ་དྲི་ཡར་ལོ། དེ་ནས་ནས་སུམ་ཚེག་ལྔ། སུམ་ཚེག་ལྔ་དེ་སུམ་བརྒྱ་ལྔ་བཅུ། དེ་ཁྱོད་རང་ཚོ་ཤེས་གི་ར་བསམ་གོ་དུ་འདི་འདྲ་ང་རང་ཚོ། སྦྱོང་བརྡར་འདི་འདྲ་བྱེད་གོ་ཁ་ཤས་ཤིག་ལོ། ད་སན་ཏི་མི་ཏྲ་གཅིག་ལ་མི་ལི་མི་ཏྲ་བཅུ་ཡོད་རེད་ལ། ད་དེང་གི་དེ་ལ་ཅིག་སྟོང་ག་ཅིག་སྐྱེ་ཤེར་ཀི་ལོ་མི་ཏྲ་ནང་ལ། ད་དེ་ལ་བརྒྱ་ག་ཅིག་སྐྱེ་ཤེར་མི་ཏྲར་ག་ཤི་ནང་ལ། ད་སེན་ཏི་མི་ཏྲ་ཁོ་རང་ནང་ལ་མི་ལི་མི་ཏྲ་བཅུ་མ་དོ་ཡོད་མ་ད་ལ། ད་སེན་ཏི་མི་ཏྲ་གཅིག་ལ་བཅུ་ཡོད་ན་གཉིས་ལ་ཉི་ཤུ་གསུམ་ལ་སུམ་ཅུ་བཞི་ལ་བཞི་བཅུ་ལྔ་ལ་ལྔ་བཅུ་དྲུག་ལ་དྲུག་ཅུ་རེད་བ། ཨེ་འདི་རང་འགྲུག་ར། ད་བཅུ་ལས་བ་ཡིན་ན་ད་ཁོ་ལ་ལས་ཁོང་གཅིག་མ་དོ་བརྒྱ་ཡས་ཀྱི་ཐོབ་ཐང་ཡོད་མ་ད་དེ་ལ། རེད་བ། ཁ་ཅིག་ནི་སེན་ཏི་མི་ཏྲ་གཅིག་ལ་མི་ཏྲ་བཅུ་མ་དོ་མི་འདོ་བ། བྱས་ཙང་ང་ཚོ་ལོ་ལས་ཁོ་གཅིག་ཐལ་བ་བརྒྱ་ཡས་ཀྱི་ཐོབ་ཐང་ཡོད་ད། སོ་ཏན་སེན་ཏི་མི་ཏྲ་ལ་ནི་སེན་ཏི་མི་ཏྲ་བཅུ་བྲིས་ཡོད་ན་བཅུ་དེ་གང་ལ་ལས་ཁོ་གཅིག་བརྒྱ་བརྒྱ་ཆགས་སོ་བ།

ཏེ། དོ། སུམ་ཚོང་ཆ་དོ། ད་ང་ཚོ་སྒྱུར་སྟངས་དེ་དགེ་ལེགས་ཡག་པོ་ཕྱིན་སྦྱང་གོ། ཨོ་ཁེ། ད་དེ་སི་ཨ། དང་པོ། སྒྱུར་སྟངས་སྒོ་འཚོལ་བའི་ཆེད་དུ་ཡག་པོ་ཕྱིན་དགེ་ལེགས་ཀྱི་རྟེན་འབྲེལ་གྱི་སུའི་ཡོད་དེ། གཅིག་ནང་ནས་བཞི་ནང་ནས་ཚད་གཞི་བཞི་ནང་ནས་ཆུང་ཤོས་དེ་ག་འདི་རེད་ལ་ན་མིལི་མི་ཏར་ཆེ་ཚང་ཆུང་ཤོས་ལ་དོ། ཆེ་ཤོས་ག་འདི་རེད་ལ་ན་ཀི་ལོ་མི་ཏར་ཁ་ཅིན་ཆེ་ཚང་ཆེ་ཤོས་ཁྲི་ཡོད།

རྒྱག་གི་གཏང་ཡར། མི་ཏྲ་ནས་ཀི་ལོ་མི་ཏྲ་ལ་བརྒྱུད་ར་ཡིན་ན་ང་ཚོའི་སྒོ་རྩིས་གཅིག་གཏོང་གི་གཏང་ཡར་ལོ། ཡིན་ནས་ཆུང་བ་ནས་ཆེ་བ་ལ་འགྲོ་དུས་སམ་སྒོ་རྩིས་གཏང་གི་འདོ། ད་ཆེ་བ་ནས་ཆུང་བ་ལ་བརྒྱུད་ར་ཡིན་ན་ཀི་ལོ་མི་ཏྲ་དེ་མི་ཏྲ་ལ་བརྒྱུད་ར་ཡིན་ན་ང་རང་ཚོ་བརྒྱུར་རྩིས་གཏང་ཡར་གོ་ས། མི་ཏྲ་ནས་ཕྱིན་སན་ཏི་མི་ཏྲ་ལ་བརྒྱུད་ར་ཡིན་ན་བརྒྱུར་རྩིས་བརྒྱ། ཀི་ལོ་མི་ཏྲ་ནས་མི་ཏྲ་ལ་བརྒྱུད་ར་ཡིན་ན་བརྒྱུར་རྩིས་གཅིག་གཏོང་ར། སན་ཏི་མི་ཏྲ་ནས་མི་ཏྲ་ལ་བརྒྱུར་གི་ཡོད་ན་བརྒྱུར་རྩིས་བཅུ། ཨོ་ཁེ།

ཕྱི་རྒྱལ་དཔེ་ཆ་དེ་རྒྱ་གར་དཔེ་ཆ་ལ་བསྒྱུར་རན་ཡིན་ན་ཁོ་ཚོ་མང་ང་ཡིན་ཙང་ང་ཚོ་ཉུང་ང་ཡིན་ཙང་བསྒྱུར་རྩིས་བཏང་ཡར་དཔེར་ན་བོད་དགུ་མོ་གཅིག་ཡོད་ན་ང་ཚོ་དགུ་མོ་དགུ་བཅུ་རག་གི་རེད་ཕ་ནན་དགུ་མོ་བརྒྱ་བཏང་བ་ཡིན་ན་ཁྱོད་རང་ལ་དེ་དགུ་མོ་དགུ་སྟོང་རག་གི་རེད་ཟེར་འདི་བཞིན་བསྒྱུར་རྩིས་བཏང་ཡར་ལོ་ད་འདི་འཇལ་རྩིས་རྒྱག་ད་འདི་དྲན་པ་བཞག་ལོ་ཚ་གཅིག་མ་བྲིས་ན་ཡག་པོ་ཡོད།

ཉིས་བརྒྱ་ལྔ་བཅུ་རེད་ད། ཨོ་འདུག་དྲན་པ་བྱ་ཡར་འདི་ལོག་ཁྱེད་ཚོའི་དྲན་པ་དེ་ཡིན་མི་འདུག་བསམ་ན། ཨེ་ང་རང་ཚོ་དཔེ་མཚོན་ཁ་ཤས་ཞུས་ཚར་ཅིག་ལྟ། དེ་ནས། དྲི་བ་འགྲོ་ཞིག་བཀྲལ་བ་ཅིག་གནང་ངེས་ཀྱི་རོ། ཟེར་ཡ། ཀི་ལོ་མི་ཀྲོ། དང་གི་ལའོ་ནང་བཞིན་ཀི་ལོ་མི་ཀྲོ་གཅིག་ལ་གཅིག་སྟོང་ཡོད་རེད་གཉིས་ལ་གཉིས་སྟོང་ཡོད་རེད་གསུམ་ལ་གསུམ་སྟོང་ཡོད་རེད་མི་ཀྲོ་རོ། ད་བཅུ་ལ་ག་ཚོད་ཡོད་རེད་ལབ་ན་ཁྲི་གཅིག་ཡོད་རེད། ཡ། ཁྲི་གཅིག་ག་རེ་རེད་འདུག་མི་ཀྲོ་རེད་ད། མི་ཀྲོ་མ་ཞུས་ཡིན་ད་ལོག།

ཡིན་ནའི་ད་ལྟ་འདི་རྣམས་ལ་ང་རང་ཚོས་རྟ་རྒྱ་མཉམ་དུ་སྒྱུར་རྩིས་བཏང་བ་ཡིན་ན་ཁ་ཆེ་ནུས་ལྡན་སེ་འབྲུ་མི་འདྲ་ལྟོ་ཨན་ཁོ་ག་ཆེད་དུ་ཚེག་འདི་གཅིག་གཉིས་དྲུག་ར་ཁ་ཆེ་ནི་ལེགས་པོ་གཉིས་མ་དུ་མི་འདོ་ལོ་གི་ལ་གི་ཤོར་ཀར་གཅིག་ལབ་ཡིན་ད་ལོ་ཨོ་ཁེ་དེན་གེ་ཚེག་གཉིས་དགུ་ཀི་ལོ་མི་ཏྲར་དེ་ཀི་ལོ་མི་ཏྲར་ལ་བགོས་བ་ཡིན་ན་ཀེ་དེ་ཨེད་དེ་གེ་དེ་ཁོ་རང་ཀི་ལོ་མི་ཏྲར་ཆར་རོ་གཉིས་དགུ་དེ་མི་ཏྲར་རེད། ཡིན་ནས་དེ་ལ་ཀླད་ཀོར་ཞིག་ཐེ་བ་ལི་ཁ་ཆེ་ནི་ཀི་ལོ་མི་ཀྲི་ནང་ལ་གཅིག་སྟོང་ལ་བོར་ཀི་ལོ་མི་ཀྲི་ལ་ན་གཅིག་སྟོང་ལ་བོར་བ་གཅིག་སྟོང་ལ་བ་ཡིན་ན་གྲངས་ག་ཚོད་བསྐོར་གཅིག་བཅུ་བརྒྱ་སྟོང་བཞི་ཚང་བསྐོར་ལ་རྟགས་བཞི་ཚང་བསྐོར་ཡོད་དུས་སམ་བ་དེ་བཟི་དར་བ་གལ་སྲིད་ངས་ཀླད་ཀོར་མ་ཁྲི་བ་ཡིན་ན།

ད་མི་ཀྲ་ནི་ཀི་ལོ་མི་ཀྲ་ལ་རྒྱུ་ར་དེའི་རང་ཅར་དེ་ཆུང་བ་ནི་ཆད་ལ་འགྱོད་གི་ཡོད་ཙང་སྒོ་རྩི་གནང་ཡ་རོ་ཨ་གཅིག་གཉིས་གསུམ། གཅིག། གོ་འདའ། གཅིག་གཉིས་གསུམ། བརྒྱ་ཁྲིར། ཚར་ཚར། ཨོ་ཁེ། ད་རིང་ཚེ་ག་ཅིག་ང་རང་ཚོ་ད་ཚ་བ་བྱས། ཡིན་ནས་ད་ང་རང་ཚོ་ད་ལྟ་སློབ་ཚན་ནང་ལ་ཡོད་རྒྱུ་སློབ་ཚན་གྱི་སྦྱོང་ཚན་གྱི་དྲི་བ་ཁ་ཤས་དྲིས་འདའ་ལོ།

ཡིན་ན་ཡང། ཨེ་འདི་བྲིས་ན་ཀླད་ཀོར་འདི་འབྲེལ་བ་ཡོད་མ་རེད་ཁ་ཆེ་ནི་ཁོ་ལྔ་བཅུ་རང་འཇགས་རེད་དོ་བྱས་ཙང་ང་ཚོ་ལྔ་བཅུ་བྲིས་ཤིང་དང་འབྲི་གོ་རེད་ཡང་ན་ཀླད་ཀོར་ང་ཀླད་ཀོར་བྲིས་ཁྱོད་རང་འདོད་པ་བྱིས་དང་ལོ། ད་འདི་ནང་ལ། འདི་སྲིད་ཨ་ད་འདི་ངས་བདེ་ལ་བྲིས་འོ་ད། བདུན་གཅིག་བརྒྱད་སེནྟིམིཏར་འདི། མིཏར་དང་སེནྟིམིཏར་ལ་བསྒྱུར་ལ། མིཏར་གཅིག་ལ་སེནྟིམིཏར་བརྒྱ་ཡོད་རེད་ང་ཚོས་ཧ་གོ་གོ་རེད། བྱས་ཙང་ད་འདི་ཀླད་ཀོར་གཅིག་གཉིས་གཏུབ་པ་ཡིན་ན། གཅིག་གཉིས།

སེན་ཏི་མི་ཏྲ་དྲུག་བརྒྱ་དང་སེན་ཏི་མི་ཏྲ་བཞི་བསྡོམས་པ་ཡིན་ན་ག་ཚོད་བྱ་སྲིད། ཁོ་རང་གཉིས་ཀྱི་ལན་དེ་དྲུག་བརྒྱ་བཞི་བྱ་རེད། བྱས་ཙང་ལན་བཟོ་རེད། ལན་བཟོ་ཚར་ཏི་ག་ཅིག་ལན་ག་རེ་བྱ་ཟེར་ན། མི་ཏྲ་དྲུག་བརྒྱ་བཞི་སེན་ཏི་མི་ཏྲ་དགུ་འདག་སེན་ཏི་མི་ཏྲ་དྲུག་བརྒྱ་བཞི་དེ་འདེར་ད་ལོག། ཚར་གཅིག་བསུབ་ཤོག། དེ་ནས་ནས་དྲི་བ་གཉིས་པ་ང་རང་ཚོ་དྲི་བ་གཉིས་པ་ལ་མཆོང་བ་ཡིན་ན་ག་ལ་བྱ།

ར། བྱས་ཙང་ལྔ་བཅུ་ས་ཆ་ར། འདི་ས་ཆ་དེ་ཏེ་སེ་ཡ་ལོ། ཝན་པོན་ཛི་རོ་ཚབ་ལ་ངེས་ཀྱི། ཧྥའི་ཧྥའི་ཁྲེ་ཅེ་ཤི། ཁ་ལེ་རེ་མི་ཏྲར། གཅིག་དང་སེན་ཏི་མི་ཏྲར་ལྔ་བཅུ་ང་ལྔ་ལེ་རོ་ཡ། ཡིན་ནའི་ད་ལྟ་འདི་ལ་སེན་ཏི་མི་ཏྲར་ལྔར་དོ། བྱས་ཙང་ཁོ་ལེ་གོ་ཁྲེར།

ཀི་ལོ་མི་ཀྲེར་གསུམ་ལ་ཀི་ལོ་མི་ཀྲེར་གསུམ་མི་ཀྲེར་བདུན། དེ་མི་ཀྲེར་ལ་བསྒྱུར། ག་འདི་བསྒྱུར་ར་ལེ་ལ་ཧུ་པེར་ཐི། ཀི་ལོ་མི་ཀྲེར་གཅིག་ལ་མི་ཀྲེར་ག་ཚོད་ཡོད་རེད་གཅིག་སྟོང་ཡོད་རེད། ཀི་ལོ་མི་ཀྲེར་གསུམ་ལ་སུམ་སྟོང་ཆ་ས་རེད།

དེ་ནས་ནས་ང་རང་ཚོ་ལྗིད་ཚད་གང་ལ་སློབ་ཚན་བརྙན་ཐུང་གཉིས་བ་དེ་ན་སི་ཨ་ལོ་ཨ་འདི་ནས་རྗེས་ལ་ཨང་གཞུང་ཚད་གང་ལ་དགེ་ཞིག་རེད་དེ་ལས་སློབ་ཞུ་འོས་རེད་ཁྱོད་རང་ཚོ་ཚ་གཅིག་ཡག་པོ་ཆུན་འབྱང་བ་ཡིན་ན་ལོ་སྦྱོང་བརྡར་ཡིན་གཅིག་མིན་གཅིག་ཆེ་ཨ་སྦྱོང་བརྡར་མ་ཆེ་བ་ཡིན་ན་ཁྱོད་རང་ང་དེ་སངས་རྒྱས་ཡིན་གཅིག་མ་གདན་དྲངས་ཡིན་ན་ཡང་ཁྱོད་ཚོ་བསླབ་པའི་ཆེད་དུ་གདན་དྲངས་བ་ཡིན་ན་བསླབ་ཐུག་མ་རེད་ད་ལོ་སློབ་ཚན་ཁྲིད་ཐུག་རེད་ནས་ཁྱོད་རང་མ་སྦྱར་ན་ཁྱོད་རང་ཡོང་ཡག་པོ་རེད་མ་རེད་ད་ཁྱོད་ཚོ་སྦྱོང་བརྡར་ཡིན་གཅིག་མིན་གཅིག་ཆེ་ཨ།